ལྷག་པར་དུ་ད་རེས་ཀྱི་བརྙན་ཐུང་འདི་ནི་རྣམ་པ་དྲུག་གི་ཨ་ཁུ་དང་ཨ་ཞང་དང་པཱ་ལགས་ཚོ་ལ་གང་ཐུབ་ཐུབ་ཞིག་སྤེལ་རོགས་གནང་སྤོ་བོ་ལགས་ཚོ་རེད་བ། འདི་ང་རང་ཚོ་སྐྱེས་པ་ཕོག་གི་ཆམ་ཆོས་ཀྱི་ནུས་པ་ཉམས་པའི་དཀའ་ངལ་དེ་ལ་ང་རང་ཚོ་བུད་མེད་ཀྱི་ངོས་ནས་དེ་ལ་ག་འདྲའི་ཕན་གྱི་ཡོད་མེད་དང་ང་རང་ཚོ་ཨ་ཁུ་ལགས་དང་ཨ་ཞང་ལགས། ཨོ་པོ་པོ་ལགས་པཱ་ལགས་ཚོ་གིས་ཨེ་ནི་སྤྱོད་ལམ་ག་འདྲ་ཅིག་གསུང་དགོས་ཀྱི་ཡོད་མེད་ཨོ་དེའི་སྐོར་ལ་ཞུ་ཡ་ཡིན། ཨེ་ནི་ཁ་སིང་བོད་པའི་ཉི་མ་ཁ་ཤས་ཀྱི་གོང་ལ་ངོ་དེབ་ནང་ལ་དེ་འདྲའི་གི་བརྙན་ཐུང་ཞིག་ཕུལ་བ་ཡིན་ད་མི་མང་པོ་ཞིག་ཨོ་ཞེས་དགའ་པོ་གནང་གི་འདུག་ཟུར་དུ་དྲི་བ་གནང་ཡོང་གི་འདུག་དེ་འདྲ་སོང་ཙང་ང་མི་རེ་མི་རེ་ངོ་རེ་ལ་ངེས་པར་དྲི་བ་ཞུ་ཐུབ་ཀྱི་མི་འདུག་དེ་རིང་དེ་ཞུ་ཡ་ཡིན། ད་ཆགས་པ་ཉམས་པའི་ནུས་པ་དེ་ཡིས་ཕྱོགས་གཅིག་ནས་བལྟས་པ་ཡིན་ན་གནད་འགག་ཞིག་དེ་ཙམ་མེད་པ་ལྟ་བུ་ཅིག་ཡོད་རེད་དེ་ཕྱོགས་གཞན་ཞིག་ནས་བསམ་སྟངས་ཡིན་ན་འདི་དངོས་གནས་ཀྱི་ཧང་སང་གི་གནད་འགག་ཆེན་པོ་ཞིག་རེད། ཁྱིམ་ཚང་གཅིག་གི་བདེ་སྐྱིད་དང་འབྲེལ་བ་ཡོད་རེད་རྒྱལ་ཁབ་གཅིག་གི་མི་རིགས་ཀྱི་གྲངས་འབོར་དང་འབྲེལ་བ་ཡོད་རེད། གང་ཟག་སྒེར་གཅིག་གི་བདེ་སྐྱིདའམ་གང་ཟག་སྒེར་གཅིག་གི་སྤོབས་པའམ་དེ་འདྲའི་གཅིག་དང་འབྲེལ་བ་ཡོད་རེད་དེ་འདྲ་སོང་ཙང་དེ་རྣམ་པ་ཚོ་གི་གང་ཐུབ་ཐུབ་བརྒྱུད་སྐུལ་གནང་རོགས་གནང་ཞུ་ཡ་ཡིན། ད་ཆགས་པ་ཉམས་པའི་དཀའ་ངལ་དེ་སྐྱེས་པ་ཕོ་གི། འདི་ནི་སྤྱི་བཏང་གི་རིགས་གཉིས་ལས་གཅིག་ཁོ་བོ་ཡང་ཡང་དོན་དེ་ངས་ཅིག་ཡོང་གི་རེད་ཅིག་དངོས་གནས་ཀྱི་ནུས་པ་ཉམས་ནས་སྐྱི་སྨན་མཉམ་དུ་འདྲེས་དུས་ད་ནི་ཕོ་ཐག་མ་ཁུག་དེ་ངས་ནི་ཅིག་སྐྱི་སྨན་མཉམ་དུ་འདྲེས་དུས་ད་ནི་ཡང་ཕོ་ཐག་གི་ལས་ཀ་མ་བྱེད་ངས་ནི་དེའི་སྔོན་ནས་རང་ལས་ཀ་མ་བྱེད་ངས་གང་ལྟར་ཡང་དྲག་པོ་མ་བྱ། རྡོ་རྗེ་དྲག་རུས་ནང་བཞིན་མ་ཆགས་བ་བྱས་ནི་དཀའ་ངལ་འཕྲད་དེ་ངས་འདི་ལས་ཅིག་ད་ཡོང་གི་ཡོད་རེད་ད་འདི་ལ་གཙོ་བོ། རྐྱེན་གཞན་དག་རིགས་འགྲེ་མང་པོ་ཡོད་སྲིད་ཀྱི་རེད་དེའི་ནང་ནས་གལ་ཆེ་ཤོས་ཀྱི་རྐྱེན་ཁ་ཤས་འཇོག་རེས་གཅིག་དེ་ནི་ད་ང་རང་ཚོ་སོ་སོའི་ལྟོ་གོས་ཀྱི་ཆེད་དུ་ཕྱོགས་བཞི་མཚམས་བརྒྱད་ལ་སོ་སོའི་སྐྱེ་དམན་དང་ཁ་བྲལ་ནས་དྲུག་དུས་ཙམ་ནས་སྐབས་རེ་སྐབས་རེ་དེ་ནི་སྨད་ཚོང་ང་མཛེས་མ་དེ་འདྲའི་ཐུགས་མཐུན་ན་འདི་འདྲའི་སྙམ་དུ་ཉན་ཡག་དང་འདི་འདྲའི་གི་དབང་གིས་ཆགས་པ་ཉམས་ཡག་དང་དེ་ནི་ན་ཚ་འདྲ་མི་འདྲ་དགོས་ཡག་གི་དང་པོ་རེད། བ། རྐྱེན་སྡུག་ཤོས་དེ་རེད་དེ་འདྲ་སོང་ཙང་སྨད་གཏོང་ངམ་སྙམ་དུ་རྩ་བ་རང་ནས་ཉལ་རྒྱུ་ཡོད་མ་རེད། གཉིས་པ་དེ་ནི་བརྙན་ཐུང་འདྲ་མི་འདྲ་ལྟ་ནི་ཁོ་བོ་བག་མེད་ལོངས་སྤྱོད་རྩ་བ་རེ་ནས་བཏང་རྒྱུ་ཡོད་མ་རེད་འདི་གཉིས་གཉིས་གནད་འགག་ཆེ་ཤོས་རེད་རྣམ་པ་ཚོས་འདི་གཉིས་གཉིས་དོ་སྣང་གནང་དང་ད་ལྟ་ཆགས་པ་ཉམས་པ་དང་དེ་འབྲེལ་གྱི་དཀའ་ངལ་ཡོད་ངེས་མང་ཆེ་ཅིག་དེ་ཚོ་ཡོད་རེད་རྣམ་པ་ཚོས་དེ་ཚོ་གནང་ཡོད་རེད་གནང་མེད་པ་མ་རེད་ད་རེ་ད་རེ་ཟུང་གིས་གནང་མེད་པ་དེ་འདྲ་ཡོད་ཀྱི་རེད་གཟའ་ཕུག་གཅིག་གཉིས་ན་ཚ་དང་མཁལ་མ་དང་རྩ་འགག་ན་ཚ་ཡོད་པ་དེ་འདྲ་ཁ་ཤས་ལ་དེ་འབྲེལ་གྱི་དཀའ་ངལ་འཕྲད་ཀྱི་རེད། འདི་གནས་ཚུལ་ཐ་དད་རེད། ད་འོ་ན་འདི་ལ་རྒྱ་མའི་དེ་ཡག་པོ་ཞུ་ཕན་གྱི་རེད་དེ་རྒྱ་མའི་དེ་ཕུགས་རྒྱང་རིང་པོ་ཡོད་མ་རེད་བྱས་པའི་རིང་ལ་ཕན་གྱི་རེད་མ་འོངས་པ་ལ་འདི་གི་མཁལ་མ་དང་རྨིས་དང་དེ་ནི་བྱིན་པ་དང་དེ་ཚོའི་ནུས་པ་ཉམས་ནས་ཁྱེད་རང་ལ་དཀའ་ངལ་ཆེན་པོ་ཞུ་རྒྱུ་འཕྲད་གྱི་རེད་ཐ་ན་བཅིངས་པ་མ་ཚོགས་ཡག་གི་དཀའ་ངལ་ཡང་འཕྲད་སྲིད་གྱི་རེད་དེ་འདྲ་སོང་ཙང་བོད་མའི་ཟེར་ན་ལྟེམ་ཞོན་རེད་བོད་མའི་ཟེར་ན་ཕུགས་རྟགས་རིང་ཤོས་རེད་ན་ཚ་མེད་པ་རེད་ན་ཚ་མེད་པ་ཟེར་ནས་དངོས་ཟུར་ཕོག་དེ་མེད་པ་ཆགས་ཀྱི་རེད་འདི་རྣམ་པ་དེ་ཐུགས་ལ་ཤར།

དགོན་བདག། གུས་འདེད་པ། འོ་འདི་ཆོས། ཞོགས་པའི་སེང་ཕྲུག་སྐྱོན་འདི་དེ་གྲོ་ཁོག་སྟོང་པ་ལ་ཆོས། ཉིན་གུང་འདི་ཁ་ལག་མཇལ་ལ་ཆོས། དགོན་བདག་འདི་ཁ་ལག་ཟ་ཚ་ནི། ཤ་ཟ་ངན་ཡིན་པ་ཡིན་ན་སྐབས་རེ། རུས་ཐང་དང་ཤ་ཁུ་མཉམ་དུ་བཏུང། ཤ་མི་ཟ་ངན་ཡིན་པ་ཡིན་ན་འོ་མ་མཉམ་དུ་བཏུང། འོ་འདི་དཔེ་མི་སྲིད་ཕན་པོ་ཡོད་རེད། འདི་དང་མཉམ་དུ། དེ་ནི་སྨན་རྩིས་ཁང་གི་བཟོས་བཞག་པའི་ད་ལྟ་སྟོད་སྨད་སྤྱི་འཐུས་རྒྱ་མཚོ་ཟེར་ཡག་གི་ལྟ་ཅིག་ཀྲོ་ནི་བཅོས་ཡག་གི། ནུས་པ་སྐྱིད་ཡག་གི། འོ་འདི་ཆོས་པ་ཡིན་ན། འདི་ག་འདྲས་བཟའ་འོ་ལབ་ཡིན་ན་སྨན་རྩིས་ཁང་གི་སྨན་ཁང་གང་ས་ག་ནས་རག་གི་རེད། ཁོ་རང་ཚོར་སྐད་ཆ་དྲིས་ནི་འགྲིག་ཡང་བཟའ་སྟངས་མ་ཤེས་མེད་ན་ངས་དེ་འགྲེལ་བརྗོད་ཞུས་ཆོག་འདི་འོ་མ་སླ་པོ་ཞིག་སྙམ་དུ་ཨེ་ནས་ཆུ་ཕྱེད་ཀ་བླུགས་འོ་མ་དེ་བསྐོལ་སྙམ་དུ་སྤྲེ་སྤྲེ་བཏང་སྔན་ཁོ་དཀྲུག་དཀྲུག་བཏང་ན་ང་ཚོ་ཧོར་ལེགས་ཟ་གི་འོ་འདི་ནང་བཞིན་བཟའ་དང་འོ་འདི་ཞོ་ཁའི་ཟ་ནས་འགྲིག་གི་རེད་དགོང་དག་ཟ་ནས་འགྲིག་གི་རེད་ཨ་མི་སྲིད་དེ། ཕན་པོ་ཡོང་གི་རེད། སྐྱེས་པ་ཕོ་གི་ནུས་པ་གསོས་ཡོང་གི་རེད། མཁལ་མའི་ནུས་པ་གསོས་ཡོང་གི་རེད། སྒམ་བུག་གི་ན་ཚ་བརླག་འགྲོ་གི་རེད། ལུས་སྨད་ཀྱི་གྲང་ཞིང་ན་ཚ་གསོས་ཡོང་གི་རེད། དེ་འདྲའི་གི་ཕན་ཐོགས་ཡོང་ངེས་ཀྱི་སྨན་ཆེན་རེད་དེ་ཚོ། དེ་འདྲ་སོང་ཙང་རྣམ་པ་ཚོ། སྨན། སྨན་རྩིས་ཁང་དང། སྒེར་པའི་སྨན་ཁང་ཁག་ནས་ཉུལ་ནས་འགྲིག་གི་རེད་ག་པར་ཉུལ་ནས་འགྲིག་གི་རེད་རྣམ་པ་ཚོ་ལ། སྨན། ཡོང་ས་མེད་པ་དང་དཀའ་ངལ་ཡོད་པ་དེ་འདྲ་ཡོད་པས་ན་ང་ལ་གསུངས་ཞུ། ངའི་ཁ་པར་ཨང་གྲངས་འདི་གང་ལ་འབྲེལ་བ་གནང་ཞུ། ཨ་ནི་ངས་རྣམ་པ་ཚོ་ལ་སྨན་བསྐུར་དགོས། ཕྱི་རྒྱལ་དང་ནུབ་ཕྱོགས་རྒྱལ་ཁབ་གང་ཞུ་ངེས་ཡིན་པ་ཡིན་ན་རེད་རྒྱ་གར་ནང་ལ་ཞུ་ངེས་ཡིན་པ་ཡིན་ན་རེད་ག་རེ་ཡིན་པ་ཡིན་ན